ད་འདི་བརྗོད་ཟེར་ཡ་དེ་ཡང་དེ་ནི་འབྱུང་བྱེད་ཀྱི་རྒྱུ་ལ་ཡང་གོ་ཆོག་གི་ཡོད་རེད་ལ་ཡང་ན་དེ་ནི་ད་འདི་གཞི་ལ་ཡང་གོ་ཆོག་གི་ཡོད་རེད་སྤྱིར་བཏང་དེ་ནི་ལེགས་སྦྱར་གྱི་སྐད་ལ་རྒྱུ་དང་གཞི་གཉིས་སྒྲ་གཅིག་པ་ཡོད་གི་ཡོད་ས་རེད། དེ་བྱས་ཡུན་དུ་བརྩང་ནས་ཚོར་བ་གཞི་དང་བཅས་པ་དེ་དེ་ལས་སྡུག་བསྔལ་གྱི་བདེན་པ་རེད་གསུངས་པ་རེད། མདོར་ན་འཁོར་བའི་ནང་གི་ཟག་བཅས་ཉེར་ལེན་གྱི་ཕུང་པོ་དེ་དག་ཐམས་ཅད་ལ་དེ་ནི་སྡུག་བསྔལ་བདེན་པ་ཟེར་ཤེས་ཆོག་གི་རེད་ཞེས་པ་དེ་རེད། དེ་ནས་ད་ལྟ་འདི་དག་ཀུན་འབྱུང་བདེན་པ་ཟད་ཡོད་འདུག་ཙང་ནས་སྡུག་བསྔལ་དེ་ཡི་གི་སྐྱེ་མཆེད་ཀྱི་རྒྱུ་ལས་དང་ཉོན་མོངས་པ་ནི་ལས་ཉོན་གཉིས་པོ་དེ་གཙོ་བོ་རེད། འཁོར་བ་ལ་ཡང་ནས་ཡང་དུ་དེ་ནས་ཅིག་སྐྱེ་བར་བྱེད་པ་དང་ཡང་ནས་ཡང་དུ་འདྲེན་པར་བྱེད་པ་འཁོར་བར་འགྲུབ་པར་བྱེད་པ་འོ་ད་དེ་འདྲའི་གི་བདག་ཉིད་ཅན་གྱི་ལས་ཉོན་རྣམ་པ་གཉིས་པོ་དེ་ལ་དེ་ནི་ཀུན་ཏུ་འབྱུང་བའི་བདེན་པ་ཟེར་ནས་འོ་ད་བཤད་པ་ཡིན་གྱི་རེད་གསུངས་ཀུན་འབྱུང་གི་བདེན་པ། ལ། དེ་འབྲེལ་གྱི་སྡུག་ཀུན་རྣམ་པ་གཉིས་པོ་དེ། བག་ཞི་བའི་གྱི་བདག་ཉིད་ཅན། སྡུག་ཀུན་གཉིས་པོ་དེ་བག་དྲར་བའི་གྱི་བདག་ཉིད་ཅན། དེ་ལ་དེ་ནི་འགོག་པའི་བདེན་པ་ཟེར་ནས་གསུངས་པ་ཡིན་པ་རེད་གསུངས་ད། ཅི་ལྟར་དེ་ནི་ཁ་ཟས་སྣུམ་མ་ཞུ་ཡིན་པ་མདོ་སྡེ་སྦྱིན་གནས་ཀར་གསུངས་འདུག། དེ་བྱས་མཐར་བག་ནོར་བ་ཟས་ཙམ་ཡིན་གསུངས་པ་རེད་དེ་ཡིན་དུ་ཙང་ནི་འགོག་བདེན་ཟེར་ཡ་དེ། སྡུག་ཀུན་གཉིས་པོ་གྱི་ནོར་ཁྲེར་བག་ཟས་བསྲུང་བ་ཙམ་གཅིག་ལ་དེ་ནི་འགོག་བདེན་གསུངས་པ་རེད་འོ་ད་དེ་འདྲ་བོ་འགོག་པའི་བདེན་པ་དང། དེ་ནས་ཡང་དེ་འདྲ་བོ་སྡུག་ཀུན་གཉིས་པོ་དེ་ཉེ་བར་ཞི་བ་དེ་ཡང། དེ་ནས་གཉེན་པོ་གྱི་རྒྱུད་ལ་མ་སྐྱེས་པ་ཡིན་ན་སྡུག་ཀུན་གཉིས་པོ་དེ་ཞི་ཐུབ་ཀྱི་ཡོད་མ་རེད་དེ་མི་ཞི་འོན་དུ་ཟག་ནས་དེའི་གཉེན་པོ་ཉིད་དུ་གྱུར་པའི་གེགས་དེ་ནི་ཟག་མེད་ཀྱི་ལམ། དེ་ཚོ་ལ་དེ་ནི་ད་ལྟ་ལམ་གྱི་བདེན་པ་སོགས་བཤད་ཀྱི་མ་ཡིན་པ་རེད་སོ་གཉེན་པོའི་དོན་དང་ལྡན་པ་ཡིན་པའི་ཕྱིར་ན་ལམ་གྱི་བདེན་པ་སྟེ། འོ་ད་དེ་འབྲེལ་གྱི་བདེན་པ་བཞི་པོ་གང་ཡིན་པ་དེ་གཉིས་ནི་ཡང་ཁེ་བྱེད་ཀྱི་གནས་སྔ་མ་དེ་དག་ལས་གཞན་དུ་གྱུར་པའི་དེ་ནི་ཡང་ཁེ་བྱེད་གནས་གཞན་ཞིག་ཡིན་པ་དེ་ནི་འདོད་དོ་ཟེར་ཡ་དེ་རེད། ད་འདི་ཚོ་ལ་ཅི་དང་བདེན་ཞེས་ཟེར་ཡོད་འདུག་ཙང་ནས། ནང་ཆོས་དེ་ནི་འཕགས་པས་ཀྱི་བདེན་པ་ཞེས་ཟེར་ན་གསུངས་ཡོང་གི་ཡོད་རེད་བ། འཕགས་པས་བདེན་པ་ཞེས་གསུངས་ཡོད་འདུག་ཙང་ནས། དེ་ནས། སྤྱིར་བཏང་ང་རང་ཚོ་ཀུན་འབྱུང་ལ་ལོངས་སུ་སྤྱོད་ཀྱི་ཡོད་རེད། སྡུག་བསྔལ་ལ་ལོངས་སུ་སྤྱོད་བསྡད་ཀྱི་ཡོད་རེད་ཡིན་ན་ཡང་ང་རང་ཚོ་གི། ཀུན་འབྱུང་དེ་ལ་ངོས་འཛིན་བྱེད་སྟངས་དེ་དང། ང་རང་ཚོ་གི་སྡུག་བསྔལ་དེ་ལ་ངོས་འཛིན་བྱེད་སྟངས་དེ། ཕ་ཆོས་ཀུན་འབྱུང་དང། སྡུག་བསྔལ་གཉིས་ཀྱི་གནས་ཚུལ་ངོ་མ་དེ་མ་རེད། ང་ཚོ་ཀུན་འབྱུང་དེ། སྐྱེས་བུ་རྟགས་ཡག་གི་རྒྱུ་འབྲས་བུ་གཅིག་ལ་ངོས་འཛིན་བཟོ་གི་ཡོད་རེད་བ། དེ་ནི་ལམ། སྡུག་བསྔལ་བདེན་པ་དེ། དེ་འདྲ་བོ་སྐྱེས་བུ་དང་ཡང་གི་རྒྱུ་དེ་ལ་བརྟེན་ནས་བྱུང་བའི་གི་དེ་ནི། བདེ་སྐྱིད་ཅིག་ལ་ངོས་འཛིན་བཟོ་ཡོང་གི་ཡོད་རུ་བ། བསྟན་དུས་དང་དེ་རེད། འཕགས་པ་རྣམས་ཀྱིས་དེ་ནས་དེ་དང་འདི། ང་ཚོ་ནམ་རྒྱུན་འཇིག་རྟེན་པ་རྣམས་ཀྱིས། སྐྱེས་བུ་དང་ཡང་གི་རྒྱུ་ཉིད་དུ་འཛིན་བདེ་བ་དེ་ཉིད་དེ། འཕགས་པ་རྣམས་ཀྱིས་སྡུག་བསྔལ་གྱི་རྒྱུ་ཡིན་པ་ཉིད་དུ་གཟིགས་ཡོང་གི་ཡོད་རེད་དེ་ཡིན་དུས་འཕགས་པའི་གཟིགས་པ་དེ་གནས་ཚུལ་དང་མཐུན་སོང་བ་ཡིན་ཙང། དེ་ནི་ཀུན་འབྱུང་འཕགས་པའི་བདེན་པ་ཟེར་ཡ་དེ་རེད་རུ་བ། དེ་ནི་དེ་ནང་བཞིན་དུ། དེ་ནི། འཇིག་རྟེན་དཔག་གི་དེ་ནི་བདེ་སྐྱིད་འབྱུང་བྱེད་ཀྱི་རྒྱུ་དེས་ཀྱིས་བསྐྲུན་པའི་གི་བདེ་སྐྱིད་སྙན་གསུམ་དེ་ཚོ་ལ། དེ་ནི་དེ་དག་ནི་འཕགས་པ་རྣམས་ཀྱིས་འོ་ད་ལྟའི་སྡུག་བསྔལ་གྱི་རང་བཞིན་ཡིན་པ་ཉིད་དུ། འོ་ད་མི་གཙང་བའི་རང་བཞིན་ཡིན་པ་ཉིད་དུ་དེ་འགྱུར་བའི་ཆུ་ཆེན་ཡིན་པ་ཉིད་དུ་གཟིགས་ཡོང་བ་ཡིན་དུས་དེས་དེ་ནི་སྡུག་བསྔལ་བདེན་པའི་གི་གནས་ཚུལ་ངོ་མ་ཡིན་ཙང་འཕགས་པའི་གི་སྡུག་བསྔལ་བདེན་པ་ཟེར་ནས་འོ་ད་དེ་འདྲ་ཞིག་གསུངས་ཡོང་གི་ཡོད་རེད་བ་དེ་ནང་བཞིན་དེ་ནི་འགོག་བདེན་དང་ལམ་བདེན་ཟེར་ཡག་དེ་ཚོ་ཡང་འཕགས་པའི་གཟིགས་ཚུལ་དང་མཐུན་པ་དེ་ཉིད་གནས་ཚུལ་དང་མཐུན་འགྲོ་བ་ཡིན་དུས་དེ་ནི་བདེན་པ་ཞིག་གོ་དེ་ལ་འཕགས་པའི་བདེན་པ་ཞེས་ཟེར་ན་དག་བརྗོད་བྱ་བ་ཡིན་པ་རེད་འོ་དེ་ཡིན་དུས་དེ་ནི། ད་ལྟ་འདི་དག་ཀུན་སྙོམས་འཁོར་བ་དང་རྣམ་བྱང་མྱ་ངན་ལས་འདས་པའི་ཆོས་ཐམས་ཅད་དེ་བདེན་བཞི་རྒྱུ་འབྲས་ཀྱི་ནང་ལ་དག་མ་ཚུད་པ་དེ་འདྲ་ཅིག་མེད་པ་ཡིན་པ་ཉིད་དུ་ངེས་བཟུང་དུ་བརྩམས་ནས། དེ་ནས་ད་ལྟ་འདི། ཀུན་སྙོམས་འཁོར་བའི་གི་གནས་དང་རྣམ་བྱང་མྱང་འདས་ཀྱི་གནས་སུ་གྱུར་པའི་དེ་ནི་བདག་ཟེར་ཡ་ཅིག་འོ་ད་ཡོད་པ་འཛིན་པའི་འཛིན་པ་དེ་དག་དེའི་སྒོ་ནས་དེ་ནི་སྤོང་ཡོང་གི་རེད་ཟེར་ཡ་དག་དེ་གསུངས་པ་ཡིན་པ་རེད། ད་འདི་ནས་མ་དེ་ནས་ཐེག་པ་ལ་མཁས་པ་ཟེར་དེ་རེད་ཐེག་པ་ལ་མཁས་པ་ཟེར་དུས་ཙང་ནས་སྤྱི་དང་ཐེག་པ་དེ་ལེགས་སྦྱར་གྱི་སྐད་ལ་ཡ་ན་ཟེར་ཡོད་ཟེར་བ་ཡ་ན། ང་ཚོ་མ་ཧཱ་ཡ་ན་ཟེར་དུས་ཐེག་པ་ཆེན་པོ་ཟེར་ཡོད་རེད་བ། དེ་འདུས་ཡ་ན་ཟེར་ཡ་དེ་སྤྱི་དང་ཡ་འདེགས་པར་བྱེད་པ། ཕལ་ཆེར་ཤིང་རྟ་དང། དེ་ནས་ཁང་པ་ཡ་སྟེགས་བྱེད་ཀྱི་ཀ་བ་དེ་ཚོ་ལ་ཡང་ཡ་ན་ལ་ཡ་གི་སྒྲ་དེ་འགྲོ་གི་ཡོད་ས་རེད། རྩ་བའི་ཡིག་ཆ་ནི་ཡང་འདེགས་པར་བྱེད་མཁན་གཅིག་ལ། དེ་ནི་དེ་དང་དེ་ཐེག་པ་ཟེར་ཡང་ན་ཟེར་ཡོད་རེད། དེ་ཡིན་དུས་ཙང་རེད་དེ་ནི་ང་ཚོས་ད་ལྟ་འདི་ད་དེ། ཚུར་དེ་ནི། སྤྱི་ཡི་མིང་དེ་བྱེ་བྲག་ལ་བེད་སྤྱོད་བྱས་ཡོད་དུས་ཙང་རེད། ཐེག་པ་གསུམ་གྱི། ལམ་དང། འབྲས་བུ་དེ་ཚོ་ལ་དེ་ནི་ཐེག་པ་ཟེར་མིང་བཏགས་རེད། ཐེག་གསུམ་གྱི་ཉན་ཐོས་ཀྱི་ལམ་དང་རང་རྒྱལ་གྱི་ལམ་དང་བྱང་ཆུབ་སེམས་དཔའི་ལམ་དེ་ཚོ་ལ་འདི་རྗེས་རྒྱུ་ཡི་ཐེག་པ་ཟེར་གྱི་རེད། ཡང་བཏེགས་པར་བྱེད་མཁན་གྱི་ཐེག་པ། ཐེག་པ་གསུམ་གྱི་མྱང་འདས་དེ་ཚོ་ལ་འདི་བྱ་འབྲས་བུ་གྱི་ཐེག་པ་ཟེར་གྱི་རེད། གང་ཡིན་ཟེར་ན་ལམ་དེ་ལ་བརྟེན་ནས་ཐོབ་པའི་གྱི་དེ་ནི་ད་དངོས་གནས་ཡ། མཐོ་ཤོས་ཀྱི་སྟེགས་དེ་ལ་སླེབས་པ་ཡིན་ཙང་དེ་ནི་འདི་བྱ་འདས་པར་བྱ་བ་འབྲས་བུའི་ཐེག་པ་ཟེར་ན་སོང་ཡང་འགོལ་བ་དེ་བྱེད་དུ་ཟེར་ན་ད་ལྟ་འདི་ནས་ཡང་ཐེག་པ་ལ་མཁས་པ་ཟེར་ཡ་དེ་གི། སྐྱེ་སྟངས་ཀྱི་ཡ་བསྐྱར་མཁན་ཚང་མ་ལ་མཁས་པ་དེ་གསུང་དགོས་ས་མ་རེད་ཐིགས་པ་གསུམ་གྱི་དེ་ནས་བཟུང་དེ་རིང་ཕྱི་འབྲེལ་ནས་གསུང་པ་ནང་བཞིན་དུ་ཨོ་ད་དེ་ཚོ་ལ་དེ་ནས་མཁས་པ་ཟེར་དེ་རེད། ད་ཐིགས་གསུམ་ལ་མཁས་པ་ཟེར་ཡ་འདི་གི་དེ་ནས་གཙོ་བོ་ག་རེ་སྤང་ཡོང་གི་རེད་ཟེར་ན་ཁ་སེམས་ཁོང་དུ་བདག་རྣལ་འབྱོར་ཅན་དུ་འཛིན་པ་ཟེར་ཡ་གཅིག་ཡོད་བ་བདག་རྣལ་འབྱོར་ཅན་དུ་འཛིན་པ་ཟེར་དུས་ཙང་ནས་བདག་ཟེར་ཡ་གཅིག་ཡ་དེ་ནས་དེ་དང་དེ་ཨོ་ད་སྡུག་བསྔལ་དང་ཀུན་འབྱུང་གི་ནང་ལ་ཡ་འཕགས་བསྡད་མཁན། དེ་ནང་བཞིན་དུ་སྡུག་བསྔལ་དང་ཀུན་འབྱུང་གཉིས་ཀྱི་ནང་ན་ཡང་འཕགས་རྗེས་ཀྱི་ལམ་དེ་འདྲའི་གདན་བདེན་མཁན་གྱི་དེ་རྣལ་འབྱོར་པ་ས་ཡ་གཅིག་ཡོད་པ་ཉིད་དུ་འཛིན་ཡོང་བ་དེ་འདྲའི་གྱི་འཛིན་པ་དེ་བར་ཟློག་པར་བྱ་བའི་ཆེད་དུ་བ་དག་དེ་འདྲའི་གྱི་འཕགས་བདེན་མཁན་གྱི་དང་རྣལ་འབྱོར་ཡོད་མཁན་གྱི་བདག་ས་ཡ་གཅིག་ཡོད་མ་རེད་གཙོ་བོ་གར་སོང་ཡང་འདེགས་པར་བྱེད་མཁན་དེ་ལམ་རེད་དེ་ཡིས་འདེགས་པར་བྱ་བ་དེ་དེ་ནི་འབྲས་བུ་གྱི་ཐེག་པ་དེ་འདྲ་ཅིག་རེད་ཟེར་ན་དེ་ནི་ཐེག་པའི་རྣམ་གཞག་དེ་བཤད་ཡོང་གི་ཡོད་རེད་ང་བ་ཡ། ང་བ་དེ་ཡིན་དུ་ཆ་ན་དེ་ནི་འདི་ནས་མ་དེ་གསུངས་པ་རེད་དེ་ལ། ཡོན་ཏན་སྐྱོན་དང་རྣམ་མི་རྟོག། ཤེས་པས་གཞན་ལས་བདག་གི་ནི། ངེས་པར་འབྱུང་ཕྱིར་གཞན་ཞིག་བྱ། ཞེས་བྱ་བ་གསུངས་ཏེ། ད་དེ་གསུངས་དུས་ཙང་ནས་དང་པོ་ཐེག་པ་གསུམ་གྱི་དེ་ནི་ཁྱད་པར་དེ་བཤད་ཡོང་གི་ཡོད་རེད། མྱ་ངན་ལས་འདས་པའི་ཡོན་ཏན་དང་འཁོར་བའི་སྐྱོན་སོ་སོར་ཤེས་པ་ཉན་རང་གཉིས་དང། རྣམ་པར་མི་རྟོག་པའི་དོན་ཤེས་པས་བྱང་ཆུབ་སེམས་དཔའི་ཐེག་པ་སྟེ། ད་དེ་གསུངས་དུས་ཚང་ནས་ད་ལྟ་འདི་ཉན་རང་གཉིས་པོ་འདྲ་གཅིག་ཡིན་ན། ང་ཚོ་འདི་ཉན་ཐོས་ཀྱི་མཚན་ཉིད་ཤེས་ཡོན་དུས་ཚང་ནས་ག་རེ་ཡིན་དགོས་འདི་ཡིན་པ། ཐབས་ཆེན་ལ་དེ་ལོངས་ཇི་ཡོད་རེ་འཁོར་བའི་སྐྱོན་རྣམས་མཐོང་ཞིང་འཇིག་མྱ་ངན་འདས་ལ་མངོན་པར་དད། སེམས་ཅན་དོན་ལ་མི་དགའ་བ་རྟགས་གསུམ་ལྡན་པ་ཉན་ཐོས་རེད་གསུངས་གི་ཡོད་པ། དེ་ཡིན་དུས་ཚང་ནས་འཁོར་བ་ལ་སྐྱོན་དུ་མཐོང་བའི་སྒོ་ནས། མྱང་འདས་ལ་དེ་ནས་ཡོན་ཏན་དུ་གཟིགས་ཤིང་ཨ་དེ་འདྲའི་སྒོ་ནས་དེ་ནས་འཁོར་བའི་གྱི་སྐྱོན་དེ་བག་གྲར་བས་ཀྱི་མྱང་འདས་ཐོབ་འདོད་ཡོད་མཁན་གཅིག། དེ་ཉན་ཐོས་ཀྱི་རིགས་ལ་དེ་འདྲ་ཞིག་དགོས་ཀྱི་ཡོད། རང་རྒྱལ་གྱི་རིགས་ལ་ཡང་དེའི་རིགས་གསུམ་པོ་དེ་དག་གི་སྟེང་དུ་སོང་དུ་དག་པར་མི་བྱེད་མཐར་ཕྱིན་ནས་དེ་སོང་རོ། སྔ་མ་གསུམ་པོ་དེ་དག་གི་སྟེང་དུ། དེ་ནི། ནས་ག་རེ་ཡིན་གོ་སློབ་དཔོན་གསང་ཞིང་གཅིག་པུར་གནས་ལ་དགའ་ཟེར་ཡ་དེ་ཆ་ཆེན་གཉིས་ཚང་དགོས་ཀྱི་ཡོད། རང་རྒྱལ་གྱི་རིགས་ལ་ཆེ་ཆུང་ལྔ་ཚང་དགོས་ཀྱི་ཡོད་རེད། དེ་འདྲ་བྱེད་ཀྱི་འདུག་ཚང་ནས་ཉན་ཐོས་དང་རང་རྒྱལ་གྱི་ཐེག་པ་ལ་གནས་པའི་གང་ཟག་ཅིག་ཡིན་ན། དེ་ནས་མྱ་ངན་ལས་འདས་པའི་གི་ཡོན་ཏན་དང་འཁོར་བའི་གི་སྐྱོན་རྣམ་པ་གཉིས་པོ་དེ་སོ་སོར་ཤེས་ནས་དེ་ནས་མྱང་འདས་ཀྱི་ཡོན་ཏན་དོན་དུ་གཉེར་ཞིང་འཁོར་བའི་གི་སྐྱོན་སྤོང་བ་ལྷུར་ལེན་པ་ལྟ་བུ་དང་དེ་འདྲའི་གཅིག་ལ་ཉན་རང་རྣམ་པ་གཉིས་གསུངས་ཀྱི་ཡོད་རེད། ཨོ་དེ་རེད། དེ་ཡིན་དུས་ཚང་ནས་ང་རང་ཚོ་དཔེར་ན་ཐོས་ན་འདི་ད་ཅིག་ཐེག་ཆེན་ཡིན་ཟེར་ནས་རིགས་ཀྱི་སྒོ་ནས་ཐེག་ཆེན་ཡིན་ཟེར་བཤད་བསྡད་ཀྱི་རེད་མ་གཏོགས་པའི་ངོ་ནས་བྱས་ན་ཐེག་ཆེན་ནས་ཕར་བཞག་སྟེ་ཐེག་དམན་གྱི་ནང་ལ་ཡང་ཚུད་ཀྱི་མ་རེད། ད་ང་རང་ཚོ་ཟེར་ན་ང་ཚོ་ཚང་མ་ཟེར་གྱི་མེད་ད་ད་ང་དང་ང་འདྲ་བ།

ངན་སོང་གི་གནས་དེ་དང་མི་མཐུན་པའི་གི་མཐོ་རིས་ཐར་པ་ཐོབ་འདོད་ཀྱི་བློ་ཡོད་པ། དེའི་སྟེང་ནས་དེ་ནས་དེ་དང་དེའི་དགེ་བ་བཅུ་བསྒྲུབ་དང་མི་དགེ་བ་བཅུ་སྤོང་ཨོ་དེ་འད་ཀྱི་བློ་ཡོད་མཁན་ཅིག་མ་མཐའ་ལ་སྒུག་ཡོད་རེད་བ། ཨ་དེ་རེད་དེ་ཡིན་དུས་ད་ང་རང་ཚོ་ཅིག་ངན་སོང་གི་སྡུག་བསྔལ་མཐོང་ནས་ཅག་དམིགས་བསལ་ཅིག་བྱས་ན་བའི་ཐིག་བ་ཆེན་པོ་འདྲ་ཅིག་ཡིན་སྲིད་ལབ་དུས་སང་བློ་ཁོག་ཆེ་ཐག་རེ་ཆོད་ནས་དེ་ནས་དེ་གི་འཇིགས་སྐྲག་མི་བྱེད་པ་ཡིན་ན་གང་ཞིག་དེ་ག་འདྲ་དེ་དཀའ་ལས་ཁ་པོ་འདུག་དེ་ནས་དེ་ཅིག་བུ་ཆུང་ངུ་ནས་ལ་འཚོལ་ཡ་དཔེ་ག་ལས་ཁ་པོ་རེ་ངོ་ན་བྱས་ན། ད་ང་ཚོ་ད་དེ་འོག་མ་དེ་ནས་ཅིག་ད་ཅི་དང་གང་ཟག་ཙམ་གྱི་རེད་མ་གཏོགས་སྐྱེ་བོ་སོང་ང་ཚོ་ཡར་འདེད་ས་ག་ལས་ག་བོ་འདུག་སྐྱེ་བོ་ཆུང་ངུ་གི་ལམ་ཉམས་སུ་ལེན་པ་དང་དེ་འདྲས་ཀྱི་ལམ་རིམ་ཅིག་གལ་སྲིད་རྒྱུད་ལ་ཡོད་མཁན་ཅིག་ཡིན་ན། མི་དགེ་བ་བཅུ་པོ་དེ་ལ་ད་དངོས་གནས་དཔེ་ཅིག་འབྱེད་དྲག་བྱེད་ལྡན་མཁན་ཅིག་དང་དགེ་བ་བཅུ་པོ་དེ་ལ་ད་ཚུལ་གྱིས་སྒྲུབ་ལྡན་མཁན་ཅིག་ངེས་པར་དུ་སྒུག་རེད་ཟེར་ནས་བཤད་ཀྱི་ཡོད་བ་ད་ངེས་འབྱུང་གི་བློ་ཡོད་པ་ཅིག་སྒུག་ཡོད་མ་རེད། ངེས་འབྱུང་གི་བློ་ཟེར་དུས་ས་ནི་འཁོར་བ་མཐའ་དག་ལ་དེ་ནི་ཅིག་བློ་ལྡོག་པ་ཅིག་ཡིན་དགོས་རེད་བ། འོ་དེ་འདྲས་རེད། ད་དེ་བྱེད་དུས་ཙང་ནས་དེ་ནས་དེ་དག་ཞར་བྱུང་འགྲོ་བ་གཅིག་རེད་དེ་ཡིན་དུས་ད་དུང་འདི་ནས་ཐིགས་པ་ལ་མཁས་པ་ཟེར་དེ་གི་གཙོ་བོ་ཐིགས་པ་གསུམ་གི་དེ་ནི་ལམ་དང་འབྲས་བུ་ལ་མཁས་པ་ཟེར་དེ་ཡིན་དགོས་རེད་དེ་ཡིན་དུས་ད་ལྟ་ཉན་རང་ཉིད་དང། དེ་ནས་ད་ལྟ་འདི་ད་རྣམ་པར་མི་རྟོག་པ་ཟེར་དེ་རེད་ད་རྣམ་པར་མི་རྟོག་པ་ཟེར་འདི་གི་གཙོ་བོ་དེ་ནི་ད་ལྟ་འདི་ད་འཁོར་བའི་གི་སྐྱོན་ལ་རྣམ་པར་མི་རྟོག་པ། མྱ་ངན་ལས་འདས་པའི་ཡོན་ཏན་ལ་རྣམ་པར་མི་རྟོག་པ། ཤེར་ཕྱིན་གྱི་དེ་ནས་དེ་དང་དེའི་གཞི་ཤེས་ཤེས་ཡོང་བའི་མགོ་དེ་ན་ཡོད་བ། ཚུར་ཕ་རུ་མཐའ་ལ་མིན། དེ་དག་བར་ན་མི་གནས་པར་དུས་ནམ་མཉམ་པ་ཉིད་ཀྱི་ཤེས་རབ་ཕ་རུ་ཕྱིན་པར་འདོད་ཡོད་ཟེར་ད་དེ་འདྲའི་གི་ལམ་ཉམས་ལེན་ལ་མོས་པ་ཡོད་མཁན་ཅིག་དང་ལམ་ཉམས་ལེན་ལ་གཞོལ་བདེ་མཁན་ཅིག་ལ་དེ་ནི་ཐེག་པ་ཐེག་ཆེན་གྱི་ཐེག་པ་ཟེར་ན་ཤེས་གི་ཡོད་རེད་ད་བྱང་ཆུབ་སེམས་པའི་ཐེག་པ་ཟེར་ན་གསུང་གི་ཡོད་རེད། འོ་དེ་འདྲའི།

ལམ་གྱི་ཉམས་ལེན་ཡོད་དོ་ཅོག་ཐམས་ཅད་དེ་གཞན་དགེ་བའི་བཤེས་གཉེན་གྱི་ངག་ལས་ཐོས་པ་ལྷོད་ལེན་དགོས་ཀྱི་ཡོད་རེད། དེ་བྱེད་དུས་ཚང་མ་ཉན་ཐོས་ཀྱི་རྣམ་པར་འགྲོ་བ་དེ་དེ་ནི་གཞན་སློབ་དཔོན་གྱི་དེ་ནི་ངག་གི་རྗེས་སུ་འགྲོ་བ་རེད་ཉན་ཐོས་རྣམས་ཀྱི་རྣམ་འགྲོ་འདྲ་ཕྱིར་འབྲང་ཟེར་དེ་གསུང་གི་ཡོད་རེད། འོ་ཡ། དེ་ཡིན་དུས་ཚང་མ་དེ་ནས་དེ་གསུང་འདུག་ཨ་སྐྱོན་ཡོན་ཤེས་པ་གཞན་ལས་ཐོས་ནས་ད་དགེ་བའི་བཤེས་གཉེན་གྱི་ཞལ་ནས་ཐོས་ནས་དེ་ནི་ངེས་པར་འབྱུང་བ་བློ་སྐྱེ་བདེ་བ། དེ་ལ་ཉན་ཐོས་ཟེར་ནས་ལབ་ཀྱི་ཡོད་རེད་ཉན་ཐོས་ཀྱི་ཐེག་པ། ད་དེ་ནས་རང་རྒྱལ་གྱི་ཐེག་པ་ཡིན་ན། བདག་གིས་ངེས་པར་འབྱུང་བ་རང་སངས་རྒྱས་དང་བདག་གིས་ངེས་པར་འབྱུང་བ་རང་སངས་རྒྱས་སོགས་དུས་རང་ཅིར་གྱི་རིགས་ཅན་དེ་རྣམས་ལས་ལྷག་པར་དུ་གསེར་རི་ལྟ་བུ་རང་སངས་རྒྱས་ཟེར་ཡ་དེ་ཡིན་ན་ད་ཚོགས་ནས་སྤྱོད་པའི་རང་སངས་རྒྱས་འདྲ་བྱས་ན་ཉན་ཐོས་དང་འགྲོ་སོར་གཅིག་པ་ཡིན་གསུང་དགོས་རོགས་མཛོད་གནང། ཉན་ཐོས་དེ་ལ། དེ་ནས་ཚོགས་སྤྱོད་ཀྱི་ཉན་ཐོས་དང། དེ་ནས་གསེར་རི་ལྟ་བུ་སོགས་གཉིས་ཡོང་གི་ཡོད་རེད་བ། དེ་བྱེད་དུས་ཚང་ནས་མང་པོར་གནས་པ། ནེ་ཚོ་ལྟ་བུ་གི། ཉན་ཐོས་ཟེར་ཡས་རེད། དེ་ལ་ཚོགས་སྤྱོད་ཀྱི་ཉན་ཐོས་ཟེར་ཡས་ཀོ། ནེ་ཚོ་ཡིན་ན་ཕལ་ཆེར་ནེ་ཚོ་གཅིག་གཅིག་པུ་བྱས་ནས་འགྲོ་མཁན་དེ་འདྲ་ཡོད་ཡོད་ས་མ་རེད། ནས་ཚོ་ཡིན་ན་ཉུང་མཐའ་ལ་གཉིས་གསུམ་མཉམ་དུ་འགྲོ་དགོས་སར་རེད་འགྲོ་དགོས་སར་ཁོ་སེམས་ཅན་གྱི་རིགས་ལ་དེ་བྱེད་དུས་ཚང་ནི་རང་སངས་རྒྱས་ཁ་ཤས་ཚོགས་ནས་བཅོས་པའི་གི་དེ་ནི་རང་རྒྱལ་དེ་ཚོ་ལ་ད་དང་དེ་ནས་ཚོ་ལྟ་བུ་ཚོགས་ནས་བཅོས་པའི་གི་རང་སངས་རྒྱས་ཟེར་གི་དེ་ཉན་ཐོས་དང་འགྲོ་སྟངས་གཅིག་པ་རེད་ཕལ་ཆེར་དགྲ་ཡི་རྗེས་སུ་འབྲང་དགོས་ཀྱི་ཡོད་རེད་དེ་དེ་ནི་བསེ་རུ་ལྟ་བུ་རང་སངས་རྒྱས་གཅིག་པུར་གནས་པ་བསེ་རུ་ལྟ་བུ་རང་སངས་རྒྱས་ཟེར་ད་དེ་འདྲ་གཅིག་ཡིན་ན་དེ་ནི་བསེ་རུ་ལྟ་བུ་རིགས་ཅན་གྱི་གང་ཟག་དེ་གི་མཐར་ཐུག་ད་དང་དེའི་མྱ་ངན་ལས་འདས་པ་ད་ལོས་དེ་འདི་གི་ནང་དུ་ཐོབ་ཡོང་གི་ཡོད་ན།

དེ་ནི་ཁྲོ་བ་ཐོབ་འགྲོ་མཁན་དེ་འདྲས་ཅིག་ཡོད་རེད་དེ་ཡིན་དུས་ད་ནི་དེ་འདྲས་ཀྱི་དེ་ནི་འཁོར་བའི་གི་སྐྱོན་དང་མྱང་འདས་ཀྱི་ཡོན་ཏན་དེ་གང་ཟག་སོ་སོ་རང་ཉིད་ཀྱི་དེ་ནི་རྣམ་དཔྱོད་ཀྱི་ཐོག་ནས་དེ་ནི་ཤེས་འགྲོ་བར་བྱེད་མཁན་དེ་ལ་ངེས་པར་འབྱུང་དེ་ངས་དེ་ལ་རང་སངས་རྒྱས་ཟེར་ན་གསུངས་པར་བདག་གིས་ངེས་པར་འབྱུང་ང་གསུངས་རེད། རང་སངས་རྒྱས་དང། བདག་གིས་ནི་མི་རྟོག་ཡེ་ཤེས་ངེས་པར་འབྱུང་བའི་ཕྱིར་གསུངས་པ་ད་བདག་གིས་ནི་གསུངས་དུས་ད་ནི་དེ་ནི་བྱང་ཆུབ་སེམས་དཔའ་འདྲ་ཅིག་ཡིན་ན་ཡང་དཔེར་ན་བདག་ཅག་གི་སྟོན་པ་འདྲ་ཅིག་ཡིན་ན་དེ་ནི་དེ་དང་དེ་ལྟ། མཐར་ཐུག་གི་དེ་ནི་ཟད་པ་དང་མི་སྐྱེ་བའི་ཤེས་པའི་ཤེས་པ་འགྲོ་བ་སྟེ་སློབ་དཔོན་གཞན་ལ་དེ་ནི་ཐོབ་མི་འདོད་བ་མི་ཚིག་འདི་ནི་ལ། ང་ཚོ་སྟོན་པའི་རྣམ་ཐར་ན་མཇལ་ཞོར་དང་སྟོན་པའི་རྣམ་ཐར་ནང་ལ་བཀོད་ཚིག་དེའི་ནང་ལ་དག་ཅིག་དེའི། སྐྱེ་འཕྲེང་གཞན་དག་དང། སྐལ་བ་གྲངས་མེད་སོང་གི་ཚོགས་བསགས་སྒྲིབ་སྦྱང་བྱེད་པའི་སྐབས་སུ་ནི་སངས་རྒྱས་མང་པོ་ལ་བསྙེན་བཀུར་བྱེད་རོལ་བ་དང་དང་བྱེ་བྲག་མོས་གུས་ལུགས་འདྲ་གཅིག་ན་སྐལ་བ་གྲངས་མེད་དང་པོ་གི་ཚོགས་བསགས་ཡོང་བའི་སྐབས་སུ་སངས་རྒྱས་ག་ཚད་རེད་བདུན་ཁྲི་ལྔ་སྟོང་ལ་དེ་ནི་བསྙེན་བཀུར་གནང་ཡོད་རེད། སྐར་བ་གྲངས་མེད་གཉིས་པའི་སྐབས་སུ་བདུན་ཁྲི་དྲུག་སྟོང་ལ་སྙིང་བསྐོར་གནང་ཡོད་རེད། སྐར་བ་གྲངས་མེད་གསུམ་པའི་སྐབས་སུ་བདུན་ཁྲི་བདུན་སྟོང་ལ་དེ་ག་སྙིང་བསྐོར་གནང་ཡོད་རེད་ད་དེ་འདྲས་བྱས་ནས་སློབ་དཔོན་དང་དེ་ནས་ཅིག་གཞན་ལ་བསྟན་དགོས་ཀྱི་ཡོད་རེད་དེ་ཡིན་ན་ཡང་སྲིད་པ་ཐ་མ་བའི་སྐབས་སུ་རང་བྱུང་གི་ཡེ་ཤེས་མངོན་དུ་བྱས་ལ་སློབ་དཔོན་ཞིག་ལ་བསྟན་མེད་བ། བདག་ཅག་གི་སྟོན་པའི་རྣམ་ཐར་རྣམས་ལ་དེ་ནས་ད་ལྟ་འདི་རིང་འཕུར་དང་ལྷག་སྤྱོད་གཉིས་ཏེ་ད་གཙོ་བོ་བསྟན་ཡོད་རེད་བ་རིང་འཕུར་དང་ལྷག་སྤྱོད་གཉིས་ཏེ་དེ་ཡིན་དུས་དེ་ནས་རིང་འཕུར་ལ་དེ་ནས་བསམ་གཏན་གྱི་དངོས་གཞི་ཞིག་གིས་རྟོགས་པ་རྒྱུད་ལ་འཁྲུངས་རེད། དེ་ནས་ལྷག་སྤྱོད་ལ་བརྟེན་ནས། གཟུགས་མེད་ཀྱི་ཏིང་ངེ་འཛིན་གྱིས། ད་ལྟ་འདི་ད་རྟོགས་པ་དེ་རྒྱུད་ལ་འཁྲུངས་རེད་དེ་ཚོ་ཡང་ཟག་བཅས་ཀྱི་ཏིང་ངེ་འཛིན་རེད། དེ་ནས་དེ་ཙམ་གྱིས་ད་གྲོལ་བ་ཐོབ་ཀྱི་མེད་པར་དགོངས་ནས། དེ་ནས་རང་བྱུང་གི་ཡེ་ཤེས་མངོན་དུ་བྱེད་པ་རེད་གསུངས་ཀྱི་རེད་དེ་ཞིག་ཏུ་ཟག་ནས་དངོས་གནས་མཐར་ཐུག་གི་དེ་ནས་ཟད་པ་ཤེས་པ་དང་མི་སྐྱེ་བའི་ཤེས་པའི་ཤེས་པ་དེ་སློབ་དཔོན་གཞན་ང་ལ་བསྟན་དགོས་ཀྱི་མི་འདུག་ཨ། ད་དེ་ཡིན་དུས་དེ་ནང་བཞིན་བྱས་ནས་བདག་གིས་ནི་མི་རྟོག་པའི་ཡེ་ཤེས་ངེས་པར་འབྱུང་ཨ་ཟེར་དེ་གསུངས་ཀྱི་ཡོད་རེད། ད་ག་རེ་མི་རྟོག་པ་རེད་ཟེར་ན། འཁོར་བ་དེ་ནི་ཅིག་སྐྱོན་ཡིན་པ་བཏང་ནས། སྤང་བྱར་ཞེན་པའི་རྣམ་རྟོག་དང། མྱང་འདས་ཡོན་ཏན་གྱི་རང་བཞིན་ཅན་དུ་ཞེན་ནས། དེ་ནས་ཐོབ་བྱ་ཡིན་པའི་རྣམ་རྟོག་དེ་མེད་པ་ཡིན་པར་དེ་འབྲས་ཀྱི་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱིས། ངེས་པར་འབྱུང་བ་དང་འཁོར་བ་ན་ཡང་ངེས་པར་འབྱུང་བ་ཡིན་པའི་ཕྱིར་ན་བྱང་ཆུབ་སེམས་དཔའི་ཐེག་པ་དེ་དག་བྱང་ཆུབ་སེམས་དཔའ་ས་ཡ་དེ་འདྲ་ཅིག་ཡིན་དགོས་རེ་ཟུང་བྱང་སེམས་ཀྱི་ཐེག་པ་དེ། དེ་ཡིན་དུས་ཙང་ནས་ང་ཚོ་འདི་དགོངས་གཅིག་གི་འགྲེལ་ཆེན་སྣང་མཛད་ཡེ་ཤེས་སྒྲོན་མེ་གྱི་ནང་ལ། ཆེས་རྣམ་པར་དག། གཅིག་བྱས་ན་དེ་སྔོན་གཟིགས་ཡོད་ཀྱི་རེད་གཅིག་བྱས་ན་མ་འོངས་པ་ལ་ཐུགས་བསམ་ཞེ་ད་འདི་གསུངས་ཡོད་རེད་སོ་སོ་ལྟ་བུའི་སྡོམ་པ་ལེན་པའི་སྐབས་སུ། འཇིགས་སྐྱོབ་སྒོ་ནས་ཡང་སྡོམ་པ་མི་ལེན། ལེགས་སྨོན་གྱི་སྒོ་ནས་ཡང་སྡོམ་པ་མི་ལེན། ངེས་འབྱུང་གི་སྒོ་ནས་ཡང་སྡོམ་པ་མི་ལེན། འོ་ན་ག་རེའི་སྒོ་ནས་ལེན་དགོས་རེད་ཟེར་ན་བྱང་ཆུབ་ཀྱི་སེམས་གཅིག་པུ་སྒོ་ནས་ལེན་དགོས་རེད་གསུངས་ཡོད་ཀྱི་རེད་བ། དེ་དུས་ངེས་འབྱུང་སྒོ་ནས་མི་ལེན་ཟེར་ཡ་དེ་གསུང་དགོས་རེད་ད། ངེས་འབྱུང་ཟེར་དུས་འཁོར་བ་ལ་སྐྱོན་དུ་བལྟ་ནས། དད་པ་མདོ་འདོན་གྱི་བློ་འདྲ་བོ་གཅིག་དང། མྱང་འདས་དེ་པས་ཡོན་ཏན་ཡག་པོ་གཅིག་ཡོད་རེད་བསམ་པའི་ཐོག་ནས་དེ་འདྲའི་གི་ཡོན་ཏན་དེ་ཞན་པའི་ཐོག་ནས་འཁོར་འདས་བླང་དོར་གྱི་བློ་ཡོད་པ་གཅིག་གི་ཐོག་ནས་ད་ཐེག་ཆེན་གྱི་གང་ཟག་གཅིག་ཡིན་ན་དེ་འདྲའི་ཆེད་ནས་བསམ་བློ་མ་དང་གཙོ་བོ་ག་རེ་དགོས་ཟེར་ན་གཞན་པའི་བྱང་ཆུབ་སེམས་ཀྱི་དེ་ནི་ཀུན་ནས་སྣང་བ་དགོས་ན་ལས་ན་དེ་ཡག་ཤོས་རེད་གསུངས་པར་དེ་ཀུན་ནས་ལྷང་ལེན་བྱས་པ་ཡིན་ན་དེ་ནི་ངེས་འབྱུང་གི་བློ་ཡི་བྱེད་ལས་ཚང་མ་དེ་ལ་ཤུགས་ཚང་དུ་ཡོད་རེད། བློ་གོང་མ་གོང་མ་གྱི་ནང་ལ་བློ་འོག་མ་འོག་མའི་གི་བྱེད་ལས་ཆ་ཚང་ཚང་དུ་ཡོད་རེད། དཔེར་ན། ངེས་འབྱུང་གི་ཀུན་ནས་བསླང་བའི་སྡོམ་པ་གཅིག་གི་ནང་ལ། འཇིགས་སྐྱོབ་དང་ལེགས་སྨོན་གཉིས་ཀྱི་བྱེད་ལས་ཆ་ཚང་ཚང་དུ་ཡོད་རེད། འཇིགས་པ་ལ་ཡང་སྐྱོབ་ཐུབ་ཀྱི་རེད་ལ། ལེགས་སྨོན། ལེགས་པ་ཡང་ཐོབ་ཐུབ་ཀྱི་ཡོད་རེད། བྱང་ཆུབ་སེམས་བསྐྱེད་ཀྱི་ཀུན་ནས་བསླང་བའི་སྒོ་ནས་སྡོམ་པ་གཅིག་ལེན་བཞག་པ་ཡིན་ན་དེ་ལ། འཇིགས་སྐྱོབ་ཀྱི་བྱེད་ལས་དང་ལེགས་སྨོན་གྱི་བྱེད་ལས་དང་ངེས་འབྱུང་གི་བྱེད་ལས་ཚང་མ་ཚང་དུ་ཡོད་རེད། དེ་བྱེད་དུས་ཚང་ནི་དགོངས་གཅིག་གི་འགྲེལ་བ་དེ་ཡང་ཐ་ན་འདི་ལ་འདྲ་ཞེས་སྦྱར་ན་ཡང་ཡག་པོ་འདུག་བ། དེ་མ་ལོ་ཧོབ་ཏུ་ག་ལ་དག་དགེ་སློང་གི་སྡོམ་པ་ཤོར་བའི་གོས་སུ་ངེས་འབྱུང་བྱེད་ཡ་ཡོད་མ་རེད་ལབ་བ་ཡིན་ན་ཡང་ཧང་སང་ཧོན་ཐོར་འདོག་ག་བོ་རེད་དེ་བྱེད་དུས་ཟ་ན་དེ་ནི་ད་ལྟ་འདི་ནས་གསུངས་པ་ནང་བཞིན་དུ་རྣམ་པར་མི་རྟོག་པའི་ཡེ་ཤེས་ཀྱི་དེ་ནས་ངེས་པར་འབྱུང་དགོས་རེད་གསུངས་འདུག་བ་དེ་གསུང་གི་རེད་ངེས་པར་འབྱུང་བ་ཡིན་པའི་ཕྱིར་ན་བྱང་ཆུབ་སེམས་དཔའི་ཐེག་པ་དེས་འོ་ད་དེ་འདྲ་བོ་དེ་ཐེག་པ་ལ་མཁས་པ་རེད་འདི་དེ་ནི་མཁས་བྱེད་ཀྱི་གནས་རྣམ་པར་བཞག་པ་སྔ་མ་དེ་ཚོ་ལས་ཡང་མཁས་བྱེད་ཀྱི་གནས་གཞན་དག་ཅིང་ཞེས་པ་དེ་བསྟན་པ་རེད།

ད་འདི་ནི་མ་དེ་ནི་འདུས་བྱས་དང་འདུས་མ་བྱས་ལ་མཁས་པ་ཟེར་ཡ་ད་དེ་གསུངས་ཡོང་གི་ཡོད་རེད་ད་འདུས་བྱས་དང་འདུས་མ་བྱས་ལ་མཁས་པ་ཟེར་ཡ་འདི་གི། དཔེར་ན། བདག་ཟེར་ཡ་ཅིག། དང་པོ་འཁོར་འདས་པའི་གནས་སྐབས་སུ། དཔེ་ཅིག་སྐྱོན་ཅན་གྱི་རང་བཞིན་ཡིན་པ། བདག་སྐྱོན་དང་བཅས་པའི་བདག་བདེན་པ་བ་ཅིག། མཐར་ཐུག་གྲོལ་བ་ཐོབ་ཡོང་བའི་སྐབས་སུ་བདག་སྐྱོན་ཐམས་ཅད་དང་བྲལ་བདེ་བའི་གི་དེ་ནི་ཡང་བདེན་པ་བ་ཅིག་དེ་འདྲས་ཡོད་རེད་བསམ་པའི་གི་བློ་དེ་ལྡོག་པར་བྱ་བའི་ཆེད་དུ་དེ་ནི་འདུས་བྱས་དང་འདུས་མ་བྱས་ལ་མཁས་པ་ཟེར་ཡང་འདི་གསུངས་ཡོང་གི་ཡོད་རེད་གསུངས་པ་རེད། འོ་དེ་རེད། དེ་ལ་གར་སོང་འདུག་ཟེར་ན་འདུས་བྱས་དང་འདུས་མ་བྱས་ཤེས་པ་ནས། རྟགས་བཅས་བསྒྱུར་བཅས་རྒྱུ་མཚན་དང་རབ་ཏུ་ཞི་བ་དོན་བྱེད་ནི་ཐ་མ་ཉིད་དུ་ཤེས་པ་ཡིན། རྟགས་པ་སྟེ་མིང་གི་ཚོགས་ལ་སོགས་པ་དང། སྐྱེས་པ། སྐྱེས་པ་དང། རྒྱུར་གྱུར་པ་ས་བོན་དུ་འདོད་པའི་ཀུན་གཞིའི་རྣམ་པར་ཤེས་པ་དང་བཅས་པ་དང། དེའི་འདུས་རྟག་པ་དང་བཅས་པ་ཟེར་ཡ་གཅིག་དང། དེའི་བཞིན་དུ་རྒྱུ་དང་བཅས་པ་ཟེར་ཡ་གཅིག་དང། རྒྱུ་མཚན་དང་བཅས་པ་ཟེར་ཡ་དག་དེ་འདྲའི་རྣམ་པ་གསུམ་གསུངས་ཡོང་དགོས་ཟེར་དེ་བཞིན་དུ་ས་ནི་རྟག་པ་ཟེར་ཡ་དེ། མིང་གི་ཚོགས་ལ་སོགས་པ་དང་བཅས་པ་དེ་ལ་རྟག་པ་དང་བཅས་པ་ཟེར་ལ་བ་ཡིན་པ་རེད་ད་ཆོས་ཐམས་ཅད་མིང་གི་ཚོགས་ལ་སོགས་པ་ཡིན་པ། དེ་གཙོ་བོ་དེ་ནས་དེ་དང་དེའི་དང། འདུས་བྱས་ཀྱི་ཆོས་དེ་ཚོ་རེད་དུ་ཡོད་རེད། འདུས་བྱས་དཔེར་ན་ཀུན་བརྟགས་ཀྱི་ཆར་ཆུད་པ་དེ་ཚོ། དེ་ནས་ས་བོན་དུ་འདུས་པ་ཀུན་གཞི་རྣམ་པར་ཤེས་པ་དང་བཅས་པ་སོགས་རྣམ་ཤེས་ཚོགས་བརྒྱད་དེ་ཚོ་རེད་དུ་ཡོད་རེད་གཞན་དབང་གི་ཆར་ཆུད་པ། རྒྱུ་མཚན་ནི་གནས་དང་ལུས་དང་ལོངས་སྤྱོད་དུ་འདུས་པ་དང། ད་དེ་འདྲ་བོ་དེ་ནས་ད་ལྟ་འདི། རྒྱུ་དེ་རྒྱུ་ཀུན་གཞི་རྣམ་པར་ཤེས་པ་ལ་སོགས་པ་དེ་ལས། དེ་ནས་དེ་དང་དེའི།

ཀུན་གཞི་རྣམ་པར་ཤེས་པ་ལ་སོགས་པ་དུ་བ་རྣམ་པར་ཤེས་པ་དེ་ཚོར་རེ་དོགས་ཡོད་དེ་བྱས་ནས་ཁ་སང་གོང་དུ་ཞུས་པ་ནང་བཞིན་བདག་གཞན་དེ་ཚོ་དེ་དག་ང་ཚོ་མ་དག་གཞན་དབང་འཁོར་བས་ཀྱི་ནང་གི་དེ་ནི་བདག་གཞན་ཚང་མ་དེ་མ་དག་གཞན་དབང་རེ་དོགས་ཡོད་རེ་མྱ་ངན་ལས་འདས་པ་ཡར་གྲོར་ཡོང་བའི་ཚེ་ན་བདག་གཞན་འདྲ་བོ་དེ་དེ་ནི་དག་པ་གཞན་དབང་དང་ཡེ་ཤེས་ངོ་བོ་ཉིད་དུ་གྱུར་པ་དེ་རེ་དོགས་ཡོད་རེ་འོ་དེ་ཡིན་དུས་ཚང་ནས་དེ་འདྲ་རེད་ད་ལྟ་འདི་ཅི་ལྟར་འདོགས་ནུས་ལ་ལུང་ཇི་ལྟ་བ། ཀུན་གཞི་ཀུན་གྱི་གཞི་མ་ཡིན་མྱ་ངན་འདས་པའི་གཞི་མ་ཡིན་གསུངས་ཏོ། དེའི་ལུང་དེ་ལ་དེ་ནི་བོད་ཀྱི་མཁས་པ་ཚོ་འགྲེལ་བཤད་བྱེད་སྟངས་གཉིས་འདུག། མིང་ཚིག་ལ་འགྲེལ་བཤད་བརྒྱ་ཐང་གཅིག་དང་འགག་ཚིག་ལ་འགྲེལ་བཤད་བརྒྱ་ཐང་གཉིས་འདུག་སྟེ། ད་དེ་ངས་ག་རེ་འགོ་ག་རེ་ཡིན་ནམ་འགོ་མི་ཚུགས་ཡིན་ན་ང་རང་ཚོ་ཕལ་ཆེར་མིང་ཚིག་ལ་འགྲེལ་བཤད་བརྒྱབ་དགོས་ས་རེད་བསམ་བསམ་འདུག། ཀུན་གཞི་ཀུན་གྱི་གཞི་མ་ཡིན་ཟེར་དུས་རྩ་ནི་གཞི་རེད། གཞི་མ་ཟེར་ཡ་དེ་མིང་ཚིག་ནང་བཞིན་ཕྱིར་བ། ཁ་ཤས་ཀྱིས་གཞི་མ་ཡིན་ཟེར་ན་མ་དེ་འགག་ཚིག་ལ་བརྒྱབ་འདུག་ཏོ། ཀུན་གཞི་ཀུན་གྱི་གཞི་མ་རེད་དེ་ནི་ན་ཡིན་ལྷག་པར་དུ་མྱ་ངན་ལས་འདས་པའི་གཞི་མ་རེད་ཟེར་ན་དེ་འདྲའི་འགྲེལ་བཤད་རྒྱ་འགེལ་གྱི་ངའི་གོ་གསུང་དུ་ཕལ་ཆེར་གཏིང་ཡིན་ས་མ་རེད། ཀུན་གཞི་ཟེར་ཡ་དེ་སྤྱི་དང་ཀུན་གཞི་སྤྱི་ལྡོག་ནས་དབྱེ་ཡོད་ན། འཁོར་བ་དང་ཉི་ཟླ་ཐམས་ཅད་ཀྱི་གཞི་རེད། འཁོར་བ་ལ་མ་འཁྲུལ་དགོས་ཀྱི་ན་ཀུན་གཞིའི་ངང་ནས་འཁྲུལ་དགོས་ཀྱི་རེད། མྱ་ངན་ལས་འདས་པ་ལ་ཡར་གྲོལ་དགོས་ཀྱི་ན་ཀུན་གཞིའི་ངང་ནས་ཡར་གྲོལ་དགོས་ཀྱི་རེད། དེས་ན་ནི་ཡང་ལྷག་པར་དུ། ད་ཅིག་འཁོར་བའི་འཁྲུལ་བ་དེ་ཚོ་འབྱུང་ས་ལ་ཀུན་གཞི་ཡིན་པ་དེ་སེམས་ཙམ་པ་གི་ཡང་ཁས་ལེན་ཡོང་གི་ཡོད་རེད་དེ། ཡིན་ན་ཡང་ཁྱད་པར་དུ་དེ་ནི་ཀུན་གཞི་བདེ་བར་གཤེགས་པའི་སྙིང་པོ་ཟེར་ཡ་དེ་མྱ་ངན་ལས་འདས་པའི་དེ་ནི་གཞི་མ་རེད་ཟེར་ན་ད་དེ་འདྲའི་ཞིག་ནི། ཡང་གསུངས་ཡོང་གི་འདུག་བ་དེ་བྱེད་དུས་ཙང་ནས་དེ་ད་ལྟ་འདི་ནི་གཞིར་རྒྱུར་གྱུར་པ་ཟེར་ཡ་དེ་ཀུན་གཞི་ལ་སོགས་པ་རྣམ་ཤེས་དེ་ཚོ་རེད། དེ་ནས་རྒྱུ་མཚན་ཟེར་དུས་ཙང་ནས་ད་མིང་ག་རེ་བཏགས་ཡོད་རེད། རྒྱུར་གྱུར་པ་ས་བོན་དུ་འདུས་པའི་ཀུན་གཞི་རྣམ་པར་ཤེས་པ་དེ་ལ་ད་ག་ས་སྔོན་མ་ང་ཚོ་འདི་བག་ཆགས་རྣམ་པ་ག་ས་ཡོད་དགོས། ཕག་དབྱེ་བ་ཡིན་ན་བག་ཆགས་དྲུག་ཡོད་བ། ཆེས་གནད་དོན་ལུས་སོམ་ནང་ཡིན་ཚེ་ལྟོགས་སོང་གི་བག་ཆགས་བཞག་ཡོད་དུས་ཙང་ནས་དེའི་བག་ཆགས་དེ་ཚོ་ལ་མིང་ག་རེ་བཏགས་ཡོད་རེད་ཟེར་ན། ཡིན་རྒྱུ་དེ་བག་ཆགས་ནང་དུ་ཡོད་རེད་བག་ཆགས་ཡུལ་དུ་འཁྲུལ་པ་ཡིན་གསུངས་རེད་བ། ཡུལ་ལ་ང་ཚོ་སེམས་རྒྱུད་ལ་ཡོད་པའི་བག་ཆགས་དེ་ཡུལ་ལ་ཤར་སོང་བ་རེད་དེ་དེ་ཧ་མ་གོ་ན་དེ་ནི་ང་ཚོ་ཕྱི་རོལ་ལ་བག་འཛུགས་བཙུགས་ནས་རྒྱུ་མཚན་ཅན་གྱི་མིང་བཏགས་ཡོང་གི་ཡོད་རེད། དེ་བྱས་ན་འདི་ན་རྒྱུ་མཚན་ཅན་དེ་ག་རེ་ཟེར་ན་ནད་དང་ལུས་དང་ལོངས་སྤྱོད་དུ་འདུས་པ་དག་དེ་རེད། ཁྱེད་ནད། ལུས། ལོངས་སྤྱོད་ཟེར་ཡ་ལོངས་སྤྱོད་ཟེར་ཡ་དེ་དོན་ཟེར་ཡ་དེ་ནད་དོན་ལུས་གསུམ་ནི་ལོངས་སྤྱོད་ཟེར་ཡ་དེ་དོན་ལ་གོ་དགོས་རེད། ལུས་ལ་སྒྲོ་བཏགས་ཡོང་གི་ཡོད་རེད་བག་ཆགས་ཀྱི་སྟོབས་ཀྱིས། གནས་ལ་སྒྲོ་བཏགས་ཡོང་གི་ཡོད་རེད། ལོངས་སྤྱོད་ལ་སྒྲོ་བཏགས་ཡོང་གི་ཡོད་རེད། འོ་དེ་འདྲ་ཡིན་དུས་དེས་ཀྱི་འདུས་པ་དང། ཨ་དེ་གསུམ་པོ་དེ་ལ་འདུས་བྱས་ཟེར་ནས་གསུངས་པ་རེད། དེ་ནས་རབ་ཏུ་ཞི་བ་འགོག་པའི་བདེན་པ་ཟེར་ཡ་དེ་ཀས་དེ་འདྲས་ཀྱི་མིང་བཏགས་པ་དང་མིང་འདོགས་པར་བྱེད་པའི་ཀྱི་རྒྱུ་དང། མིང་བཏགས་པའི་གེགས་དང། ནད་དང་ལུས་དང་ལོངས་སྤྱོད་ལ་སོགས་པ་དེ་དག་ཐམས་ཅད་རབ་ཏུ་ཞི་བའི་བདག་ཉིད་ཅན་གང་ཡིན་པ་དེ་ལ་དེ་ནི་འགོག་པའམ་འདུས་མ་བྱས་ཟེར་ནས་བཤད་ཀྱི་ཡོད་རེད། དེ་ཇི་ལྟར་ཟེར་ནས་ད་འདུས་བྱས་ཀྱི་ཆོས་ཅི་ཡིན་ནས་བཟུང་སྟེ་དང་པོ་དེ་གསུམ་ལ་འདུ་དགོས་རེད། འདུས་མ་བྱས་ཀྱི་ཆོས་མཐར་ཐུག་པ་དེ་ཡིན་ནས་བཟུང་སྟེ་རབ་ཏུ་ཞི་བ་འགོག་པའི་བདེན་པའི་ལ་འདུ་དགོས་རེད། དེ་འདྲའི་གེགས་འདུས་བྱས་དང་འདུས་མ་བྱས་ལས་གཞན་དུ་གྱུར་པའི་ཆོས་ཀྱི་མིང་མི་འོང་དུ་བརྩམས་ནས། དེ་ནས་དེ་དང་དེ་དང་པོ་འཁོར་འདས་མཁན་གྱི་བདག་ཅིག་དང་ཕྱིས་སུ་ཞི་བ་ཐོབ་བསྟན་མཁན་གྱི་བདག་ཟེར་ཡ་ཅིག་ད་དེ་གཉིས་ཀྱི་བར་ནས་དེ་ནི་མི་གཉིས་ཡོང་གི་ཡོད་རེད་ཨོ་ད་དེ་ཡིན་དུས་འདུས་བྱས་འདུས་མ་བྱས་ལ་མཁས་སོང་བ་ཡིན་ན་གྲོང་ཁྲུར་ཉིད་དུ་གྱུར་བདེ་བས་ཀྱི་དེ་ནི་བདག་བདེན་པ་བ་ཅིག་འཛིན་པའི་འཛིན་པ་དེ་དེ་ནི་ལྡོག་འགྲོ་གི་རེད་ཟེར་ཡ་ད་དེ་དེ་མ་ཡིན་པར་ཐ་མ་ཉིད་དུ་ཤེས་པ་ཡིན། ཨོ་ཡ་ད་དེ་ཀྱི་དེ་ནི་མཁས་བྱའི་གྱི་གནས་རྣམ་པར་སྤྱོད་ཟེར་ཡ་དེ་ཤེས་པ་རེད། ད་འདི་ནས་མ་འདིའི་ལེའུ་འདི་གི་ད་སྡོམ་ཚིག་འདྲ་བོ་ཅིག་བརྒྱབ་ཡོང་གི་འདུག་བ། དེ་ཁོ་ནའི་དོན་འདོད་པ་ནས་ད་དེ་ཁོ་ནའི་གི་དོན་དག་ཚོར་དེ་ཁོ་ན་ཉིད་སྤྱོད་ཡོད་རུང་བ་དེ་བཅུ་པོ་དེ་གི་དོན་འདོད་པ་ནས་མདོར་བསྡུ་ན་རྣམ་པ་གཉིས་ཏེ། མེ་ལོང་ལྟ་བུའི་དེ་ཁོ་ན་དང། སྣང་བའི་དེ་ཁོ་ནའོ། ཨོ་ཡ། ད་དཔེ་ཡག་པོ་སྡོམ་ཚིག་ཅན་ནང་དུ། དེ་ཁོ་ན་ཉིད་སྤྱོད་ཟེར་ཚུར་མདོར་བསྡུས་བྱས་པ་ཡིན་ན། མེ་ལོང་ནང་བཞིན་ང་ཚོ་ཤར་སྒོ་ནང་བཞིན་གྱི་དེ་ཁོ་ན་ཉིད་གཅིག་དང། དེའི་ནང་ལ་ཤར་བའི་གི་གཟུགས་བརྙན་ནང་བཞིན་གྱི་དེ་ཁོ་ན་ཉིད། ད་སྡེ་ཚན་གཉིས་ནང་ལ་འདོན་འགྲོ་གི་རེད། མེ་ལོང་ལྟ་བུའི་དེ་ཁོ་ན་ཡིན་དང་སྣང་བའི་དེ་ཁོ་ན། ད་འདིའི་སྡོམ་ཚིག་སྦྱར་ན་གལ་ཏེ་ལྷོག་པོ་དབྱིག་གཉེན་རེད་དབྱིག་གཉེན་གྱི་དོན་དང་འབྲེལ་བའི་ནང་ལ་འདི་གསུངས་ཡོང་གི་འདུག་བ་དེ་འདྲ་རེད། ད་དེ་ལ་མེ་ལོང་ལྟ་བུའི་གི་དེ་ཁོ་ན་ཉིད་དེ་ག་ཟེར་ན་ཁ་སང་རྩ་བའི་གི་དེ་ཁོ་ན་ཉིད་གསུམ་པོ་དེ་རེད། ད་ད་ལྟ་འདི་ནས་དེ་ཁོ་ན་ཉིད་སྤྱོད་ལ་དབྱེ་བ་ག་ཟེ་མོ་ཕྱེ་སོང་བ་ཡིན་ན་ཡང་ཡིན་རྒྱུ་དེ་ཀུན་བརྟགས་གཞན་དབང་ཡུངས་འབྲུ་གསུམ་པོ་དེའི་ཐོག་ནས་ཡ་ཕྱེ་ཡོང་གི་འདུག་བ། དེ་ལ་དེ་ནས་བསམ་བློ་བཏང་ཚུར་མ་འདྲ་བ་མ་འདྲ་བ་ཐ་སྙད་འདང་ཚུར་མ་འདྲ་བ་མ་འདྲ་བ་དེ་འདྲའི་ཐོག་ན་ཁྱེད་ཡོང་གི་ཡོད་རེད་གསུངས་པར་དེ་ཕྱི་དུ་ཙང་ནས་རྩ་བའི་གི་དེ་ཁོ་ན་ཉིད་རྣམ་པ་གསུམ་པོ་དེ་ནི་མེ་ལོང་ལྟ་བུ་དེ་ཁོ་ན་ཉིད་ཟེར་བ་རེད་དེ་ནས་ལྷག་མ་རྣམས་ནི་དེ་ལ་སྣང་བའི་གཟུགས་བརྙན་ལྟ་བུ་དེ་ཁོ་ན་ཉིད་རེད་འདོད་ཡོད་རེད། སྣང་བ་ནི་རྣམ་པ་དགུ་སྟེ། ང་རྒྱལ་མེད་པའི་གི་སྣང་བའི་དེ་ཁོ་ན་ཉིད་དང། ཕྱིན་ཅི་ལོག་གི་གཉེན་པོའི་སྣང་བའི་དེ་ཁོ་ན་ཉིད་དང། ཉན་ཐོས་ཀྱི་ཐེག་པའི་ངེས་པར་འབྱུང་བ་སྣང་བའི་དེ་ཁོ་ན་ཉིད་དང། རགས་པས་ཡོངས་སུ་སྨིན་པར་བྱེད་ཅིང་ཕྲ་བའི་རྣམ་པར་གྲོལ་བར་བྱེད་པའི་ཀྱི་ཐེག་པ་ཆེན་པོའི་ངེས་པར་འབྱུང་བ་སྣང་བའི་དེ་ངེས་པར་འབྱུང་བ་སྣང་བའི་དེ་ཁོ་ན་ཉིད་དང། དཔེ་ལ་བརྟེན་ཏེ་རིགས་པས་ཚར་གཅོད་པ་ཡིན་པའི་ཕྱིར་ན་ཕས་ཀྱི་རྒོལ་བ་ཚར་གཅོད་པ་སྣང་བའི་དེ་ཁོ་ན་ཉིད་དང། ཐེག་པ་ཆེན་པོ་མངོན་པར་བརྗོད་པར་སྣང་བའི་དེ་ཁོ་ན་ཉིད་དང། ཤེས་བྱེད་ཀྱི་རྣམ་པ་ཐམས་ཅད་ལ་འཇུག་པར་སྣང་བའི་དེ་ཁོ་ན་ཉིད་དང། མ་ནོར་བའི་དེ་བཞིན་ཉིད་མངོན་པར་བརྗོད་པར་སྣང་བའི་དེ་ཁོ་ན་ཉིད་དང། བདག་ཏུ་འཛིན་པའི་གཞི་ལ་དགོངས་པ་ཐམས་ཅད་རྟོགས་པར་སྣང་བའི་དེ་ཁོ་ན་ཉིད།